བཅས་ཉིན་གྲངས་གཉིས་ཀྱི་རིང་བཞུགས་སྒར་རྡ་རམ་ས་ལ་རུ་གཅེས་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་གོ་སྟོན་དང་བྱམས་བརྩེའི་ལོ་སྲུང་རྩིས་ལས་རིམ་ཆ་ཤས་སུ་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་ལས་ཁུངས་ཀྱི་གོ་སྒྲིག་འོག་བོད་རང་དབང་འཐབ་རྩོད་པའི་ལྷན་འཛོམས་ཤིག་སྐོང་ཚོགས་གནང་འདུག་དེ་ཡང་མཛད་སྒོའི་ཐོག་མར་སྐུ་མགྲོན་གཙོ་བོ། སྲིད་ཚབ་ཤེས་རིག་བཀའ་བློན་ལྕང་ར་དྷ་རམ་སྟོན་པ་མཆོག་དང། དམིགས་བསལ་སྐུ་མགྲོན་ཕྱི་བསྡུའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གཞན་ཟླ་བ་བུན་སྐྱིད་མཆོག་དང། འཕགས་པ་ཚེ་རིང་མཆོག་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་རྒྱུན་ལས་སྐུ་ཚབ་བསྟན་པ་ཡམ་པའི་ལགས། ཆེ་བསྟོད་སྐུ་མགྲོན་ཨ་ཀྲུག་ཚང་ཆོས་སྐྱིད་ལགས་དང་གློག་བརྙན་བཟོ་སྐྲུན་པ་བསྟན་འཛིན་བསོད་ནམས་ལགས། ལྷན་ཁང་ཁག་གི་དྲུང་ཆེ་རྣམ་པ། ཚོགས་བཅར་བའི་སྐུ་ཚབ་སྐྱེས་བུ་ཚང་རིན་པོ་ཆེ་མཆོག། རྩེ་དྲུང་ཟུར་པ་བྱམས་པ་བསྟན་འཛིན་ལགས། ཆོལ་ཁ་གསུམ་གྱི་དབུས་སྤྱི་ཁྱབ་རྒྱུན་ལས་ཁང་གི་ཚོགས་གཙོ། ཆབ་སྲིད་གཙོས་ཟུར་དང་འབྲེལ་ཆགས། བོད་དམག་ཟུར། བྱུར་སྒང་བསྟན་སྲུང་དྭང་བླངས་དམག་ཟུར། བློ་སྒྲིག་དམག་ཟུར། དམག་སྒར་ཨང་ཉི་ཤུ་རྩ་གཉིས་ཀྱི་དམག་ཟུར་སྐུ་ཚབ། རྒྱ་བལ་སྐུ་སྲུང་ཟུར་པའི་སྐུ་ཚབ་བདེ་སྲུང་ལས་ཁུངས་ཀྱི་འབྲེལ་ཡོད་སྐུ་ཚབ་བཅས་ཁྱོན་མི་གྲངས་བརྒྱད་ཅུ་གྱ་དགུ་ལྷག་མཉམ་འཛོམས་གནང་ཡོད། སྐབས་དེར་ཆེས་མཐོའི་སྐུ་མགྲོན་ཨ་ཀྲུག་ཚང་ཆོས་སྐྱིད་ལགས་དང་སྲིད་ཚབ་ཤེས་རིག་བཀའ་བློན་ལྕང་ར་ཚ་ལམ་སྒྲོལ་མ་མཆོག་དེ་བཞིན་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་ནས་བོད་མི་ཚང་མས་ཆོལ་གསུམ་ཆིག་སྒྲིལ་དགོས་གལ་དང་རྒྱལ་བ་རིན་པོ་ཆེའི་བཀའ་དྲིན་ལ་བསམ་ཤེས་དགོས་པའི་འབོད་སྐུལ་གནང་བའི་བརྙན་ཐུང་ཟུར་འདོན་ཞུས་པ་ཞིག་གཤམ་ལ་གཟིགས་སུ་ཡོང་བ་ཞུ།

ངལ་རྩོལ་ཆེ་ན་ཞོད་ཡིན། ང་རང་ཚོ་ཚང་མ་ལོ་དུ་གུ་རྩ་ཉེར་གསུམ་རེད་ཟེར་ན་དེམ་དགུ་འདྲའི་མང་བོ་དེ་རེད། ང་ཚོ་དེ་ཆོལ་ཁ་ཆེན་མོ་གྱི་གྱི་ནང་ཚགས་ལ་ཡ་གཅིག་ཆོལ་ཁ་ཆེན་མོ་གྱི་མ་འདྲིས་པ་ཕ་མཐུན་པ་ཇི་ལྟ་བ་རེད་ང་ཚོ་དུ་གུ་རྩ་ཉེར་མི་སེར་ཉེར་བཅུ་ཕོ་ཉེར་འོས་གཞུང་བཙན་འཕྲོག་བྱེད་ཉེར་ཚང་མ་རྒྱ་མི་དགུ་འདྲའི་རེད་རྒྱ་མི་དགུ་འདྲའི་ལ་ཕ་ཁ་ཐོད་ལྕགས་ཡ་ཨི་ཆད་འདུག་ང་ཚོ་ནང་ཁུང་ལ་ཡ

སྐུ་ན་དྲ་གནས་ང་ཚོའི་སྡུག་གུ་ལྟ་ཉན་ཞུ་ན་ཞུ་དང་ཕོག་ཉན་མི་བསད་ཉན་གང་ག་རྒྱ་མི་རེད་ང་རང་ཚོ་བོད་ནང་དགུ་གཅིག་གཅིག་གི་ཟེར་བྱུང་ཡོག་མ་རེད་དེ་དེ་དྲ་དེ་ཚེ་ང་ཚོ་མཐུན་སྒྲིལ་ཡག་པོ་བྱུང་མི་ཡིན་ན་རྒྱ་མི་དགུ་ཤ་རྒྱབ་ཐུབ་གི་མ་རེད་ང་ཚོ་ཁ་ཕོར་ནི་ཆོལ་ཁ་ཆོས་ལུགས་གཅིག་ལབ་བསྡད་ན་ཨ་ནི་རྒྱ་མི་གཉིས་པ་ར་དཀྲུག་ཤིང་རྒྱ་ནི་རྫུན་ནི་ཡང་མ་དཀྲུག་ནི།

Everything ག་རེད། སུ་གཅིག་ལ་མེད་པའི་དབུ་ཁྲིད་དེ། ང་ཚོར་ཡོད། ང་ཚོ་སྐྱབས་མགོན་ཆེན་པོ། དེ་འདྲ་སོང་ཙང་ད། རྒྱ་འོག་བཅས་བཀའ་བཞིན་སྲུང། འཆམ་མཐུན་རྡོག་རྩ་གཅིག་སྒྲིལ། རྒྱ་འོག་བཅས་དགུང་ལོ་འདི་འདྲའི་ཕྱི། མ་ཕེབས་བར་དུ་སྐུ་ལས་བསྐྱོན། ད་ལྟ་ཡང། འཛམ་བུ་གླིང། ད། ཚང་མས། ྋགོང་ས་སྐྱབས་མགོན་ཆེན་པོ་ཁྱེད་རང་ཚོ་བོད་པའི་ཅོ་བ་མ་ཐག་ང་ཚོ་ཚང་མས་ཡིན། ང་ཚོ་ཚང་མས་དགེ། ཨ་ནི། ཨོ། ད་ཡིན་ཅི་ནའང་ལི་ཀྲོའི་ཟེར་བ་དབུ་ཁྲིད་ཡིན། དེ་ཀུན་ཚེ་ཚེ་གསུང་ཡང་སྐྱབས་ཆེན་པོ་ཁྱབ་ཆེན་པོ། དེ་དགུང་ལོ་དེ་ཀུན་ཕེབས་ན་སྐྱབས་ལོ་ཚེ་དགུ་ལས་ཉུང་དུ་ཨང། ད་དེ་ང་ཚོ་བསམ་ཤེས་བྱས་ནས་རྒྱ་འོག་ཚེ་ཐུང་ལྷོད་ལྷོད་ལྷོད་ལྷོད་ཞུ་ཡ། དེ་ང་ཚོའི་རྒྱ་འོག་ཚེ་བཀའ་སྒྲུབ་བོ། མང་གཙོ་ད་གིན་བདེ་སྲུང་བཀའ་བློན་གྱི་མང་གཙོ་གསུངས་གནང་སོང་ང། བཟང་བོ་ནི་འདིའི་ནང་ལ། མང་གཙོ་འཐབ་འཐབ་འཐབ་འཛིང་འཛིང། སྟོང་ཕྲག་མང་པོ་སོད་སོད་བློས་བཏང་ནས་མང་གཙོ་རེད་བོ་རེད།

གཅིག་སྒྲིག་མ་འདི་བྱས་ནས་ཀྱི་འཐེན་ས་ཅིག་དང་ཞུ་ས་ཅིག་ཡོད་རེད། ཨ་རི་ཁ་ནས་བོད་བོད་འཐབ་རྩོད་ལབ་སྒྲ་དང་བརྙན་ཐུག་ཨ་རི་ནང་ཁུལ་གྱི་གནས་ཚུལ་དེ་ཚོ་ནང་ལ་དིམ་བསྡད་ཕ་རོལ་བར་གྱི་བྱེད་ཕྱོགས་དེ་གའི་ཐད་ལ་ཛམ་ཛ་ལ་མ་མཐོང་པ་ཆགས་པ་ཡིན་ན་ལས་རྒྱུ་འབྲས་ཐོག་ནས་འགྲིག་ཡ་མེད་པ་ཅིག་དེ་ཡིན་ཙང། ཨ་ནི། ང་རང་ཚོ་ཚང་མ་ད་ལྟ་ཡིན་པ་ཡིན་ན། ཁྱེད་རང་ཚོ་གི་རྒྱབ་གཉེར་གནང་བ་ནང་བཞིན་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་ར་ཅོ་ག་རེ་ཡོད་རེད། ད་ལྟ་ས་ཡོངས་རྫོགས་རྒྱག་གི་འཁྱིལ་ཡོད་རེད། ནང་ཁུལ་ངོ་མཚོ་ག་རེ་གྱི་རྩོད་ཡ་ཡོད་རེད། ཡིན་ན་ཡང། ནང་མི་གཅིག་ནང་ལས་འགྲིག་མ་འགྲིག་གི་གནས་སྟངས་དེ་འདྲ་ཡོང་གི་རེད་དོན་དུ་ནང་ལ་ལམ་སང་འུར་མ་འདྲ་བྱེད་ཆོག་དེ་གི་སྤུ་གུ་ཡིན་ནའི། ཁྲེབ་ཏོ་བཟོ་ཡ་མ་བྱས་པ་བྱས་ནས་ཚུར་ཁྲིད་ཐབས་འགྲིག་ཐབས། ཨིན་དའི་གི་གནས་སྟངས་འདི་ཚོ་གི་བོད་ནང་ལའི་ལྷག་པ་རྒྱབ་མ་སྲིད་པ་མ་རེད་བ། ཨ་ནི། བོད་ནང་ལ་གོ་བས་ན་བློ་ཕམ་གང་འདྲ་ཡོང་གི་རེད། ཡོང་གི་ཡོད་རེད། འདི་ཚོ་ཚང་མ་གང་ལ་ངོ་ཚོས་ཀྱི་དུས་རྒྱུན་དུ་ནས་དོ་སྣང་བྱེད་དགོས་ཡ་ད། ཨ་ནི་ང་རང་ཚོ་དངོས་གནས་དྲང་གནས་ཀྱི་རྒྱ་གར་རིན་པོ་ཆེ་སྐུ་མགྲོན་བཅུ་བཞི་པ་ཆེན་པོ་མཆོག་ཁོང་གིས་དབུ་ཁྲིད་པའི་ཐོག་ནས་ང་ཚོ་བོད་ཀྱི་དན་རྟགས་གསལ་ཡ་ཡོད་ན་དེ་རེད་མ་གཏོགས་ང་རང་སྒེར་གྱི་བསམ་ན་དེ་ནས་ཡང་རྒྱུ་རིན་པོ་ཆེ་ལྷག་ཡོང་བསམ་ལ་ཞིག།

རྒྱ་ནག་གི་ད་ཅིག་དམ་དྲག་ཆེར་ཆེར་འདུག་ཡོད་རེད་མོད་ད་ང་ཚོ་ཚོ་རིང་པོ་རིང་པོ་ཆགས་ན་ཆོ་མི་འདུག་དེང་སང་སྨྲ་ཤེས་མཁན་སུ་ཡོད་མ་རེད་ང་འཇམ་དཔལ་ལ་བསམ་བོ་འདུག་ཞེ་ར་ཞེ་ར་ཤེས་ཀྱི་མེད་བྱེད་མ་བྱེད་དེ་རེད་ད་སོ་སོ་དེང་སང་ཨ་ནི་དེའི་ནང་ནས་ང་འདྲ་བོ་ཅིག་ཡར་ལངས་བྱས་ནས་རྒྱལ་ཁབ་ཀྱི་དཔའ་བོ་དཔའ་མོ་དེ་གའི་དེའི་དོན་ལ་ཅིག་བཤད་ཁ་བྱས་ནས་ཞེ་ར་མི་འདུག་བསམ་ནས་ཁ་སིང་དབུ་འབྱེད་སྐབས་ལས་ངའི་དོན་ཚོ་དེ་ཞེ་ར་ཞུས་མེད། ད་ང་ཚོ་གཟབ་གཟབ་བྱེད་དགོས་ཡ། ད་ངས་དེ་ཞུ་ཡ་དེ་རྣམ་པ་ཚོ་ལ་མེད་ད་ང་རང་ང་རང་རྩོད་པའི་གི་ང་འདྲ་བོ་ཤེས་སྟངས་ལ་ངས་ཞུ་གི་ཡོད། ད་ང་ཚོ་ཚང་མ་གཟབ་གཟབ་བྱེད་དགོས་པ་འདུག་ཟེར་ནས་ཞུ་ཡ་གཅིག་བཏང། ཨ་ནི་རྒྱ་གར་རིན་པོ་ཆེའི་སྐུ་ཚེ་ཞབས་པད་བརྟན་དགོས་ཀྱི་འདུག་བརྟན་རོགས་བྱེད། ཨ་ནི་བོད་ཀྱི་བདེན་མཐའ་མྱུར་དུ་སེལ་ཐུབ་པ་གཅིག་བཏང། ཨ་ནི་ང་རང་ཚོ། རྒྱལ་བ་རིན་པོ་ཆེ་སྐུ་ཕྲེང་བཅུ་བཞི་བ་ཆེན་པོ་དབུ་བཞུགས་ཐོག་བོད་བདེ་སྐྱིད་གཉིས་ཀྱི་ཡོད་པའི་གི་ད་ང་རང་ཚོ་སྐྱབས་གནས་རེད་ཨིན་བོད་ཕྱི་ནང་གཉིས་ཀྱི་མི་མང་འདི་གའི་དེ་ཡིན་ནའི་རེད་མཉམ་འཛོམས་ཡོང་ཡ་བོད་ལ་བདེ་སྐྱིད་ཀྱི་ཉི་མ་གང་གི་མྱུར་དུ་ཤར་བ།